བསོད་ནམས་འདི་རུ་རྣམ་པར་སྣང་མཛད་སྐུ་ཅི་འདྲའི་རྩ་ཆེན་པོ། ཨོ་ཡ་ད་ནང་ལ་ཡིན་ནའི་དེ་འདྲིས་ཀྱི་རྟེན་རྩ་ཆེན་པོ། བསྟན་འགྱུར་བསྟན་འགྱུར་དེ་འདྲ་ཞུ་ས་ལ་དེ་ཀོ་ར་རྡོག་མ་ཅིག་བརྒྱབ་ན་ཡང་གསབ་རྒྱུ་མེད་ཅེས་པ་ཕ་ཡོན་ཆེན་པོ། ཕྱག་རྡོག་མ་ཅིག་བརྩམས་ན་ཡང་ཐང་སྐུ་ལུང་རྣམ་པར་དག་པ་བྱང་ཆུབ་སེམས་དང་ལྡན་པ་ཡིན་ན་ཟེར་རེད། བྱང་ཆུབ་སེམས་དང་མི་ལྡན་པའི་སྒོ་ནས་ཞེ་སྡང་ངར་སྐྱལ་ཕྲག་དོག། ཨོ་ཡ་དེ་དེ་མ་ཡིན་ལུང་མ་བསྟན་ཟེར་ད་ང་རང་སྡང་ཟེར་བོད་པ་མང་ཚོས་ལུང་མ་བསྟན་མོ་དགོད་བྱེད་དགོས་རེད།

ངོ་དེ་འདྲ་བྱེད་པ་ནི་དགེ་བ་རེད་ཟེར་ལ་དེའི་རྒྱུ་བསམ་པ་དགེ་དང་མི་དགེ་བྱེ་བྲག་ལས་དགེ་སྡིག་ཆེ་ཆུང་གཟུགས་བརྙན་རྗེས་མི་འགྲོ་ཟེར་ཕྱག་རྡོག་མ་གཅིག་ལ་ཕྱག་རྒྱ་ཕྲག་སྟོང་ཕྲག་མང་པོའི་བག་ཡངས་ཡོད་དུས་ཡང་ཡོད་རེད། རྒྱ་འབུལ་སྟོང་འབུལ་མང་པོ་ཅིག་བྱེད་ཕྱག་དཔེ་མིག་གིས་མ་འབུལ་བྱས་ཙམ་ལ་ཡང་ཀུན་སློང་མི་དགེ་བ་བྱས་ན་ད་རུང་དགེ་བའི་ཟེར་བ་སྡིག་པ་འགྱུར་དུས་ངས་ཁ་ཞེ་ཡོངས་རྫོགས་ཁ་བོ། ད་སྡིག་པ་མ་འགྱུར་ན་ཡང་ཅི་ཅི་ཅན་ཅི་ཡིན་ཅི་ཡིན་འདི་ཡིན་ཅི་གང་མི་དེ་གས་ང་ཚོ་ཁྱེད་རང་ཚོ་དེ་ནས་ཨ་ཙི་གི་ཞིང་བཏབ་ན་དེ་ཞིང་དེ་ཡག་པོ་ཅིག་བཏབ་དང་པོ་ལྷོག་ཡག་པོ་བརྒྱབ་ལུད་ཡག་པོ་བརྒྱབ་དེ་ནས་ས་ངོས་ཡག་པོ་ཆུ་ཡག་པོ་བཅུས་ན་དེ་ནས་འབྲས་བུ་ཡག་པོ་ཅིག་སྨིན་གྱི་འདུག་བ་དེ་དག་ལོག་བར་མ་བརྒྱབ་ཆུ་བོ་མ་བཅུས་ཅིག་འདི་ཡར་མ་བྱས་གང་ཟག་ཡུལ་མ་མ་ཡུལ་ནས་ཅིག་དེ་འདྲ་ཅིག་ངའི་བར་གང་ཅིག་གཏོར་བཤགས་ཀ་ཡིན་ན་རབ་བྱེད་ན་སྐྱེ་བའི་མ་རེད་དེ་ཞིང་ཁ་ནང་སྐྱེ་གི་མ་རེད་བ་གང་གི་སྐྱེ་བ་ཡིན་ན་ཡང་དེ་ནས་ཅིག་རྩི་གི་སྔ་མ་འདྲ་བ་ཀྱོག་ཀྱོག་འདྲ་ཅིག་སྐྱེ་ཅིག་ཅིག་ཡ་དེ་ནས་སང་ཉིན་རླུང་བུ་བརྒྱབ་དུས་གང་བ་ཀྱོག་ཀྱོག་རྒྱབ་འགྲོ་མ་འདྲ་བུ་ཨོ་ཡ་དེ་འདྲ་འགྱུར་དེ་འདྲ་སྐྱེ་གི་འདུག་དེ་ནང་བཞིན་དེ་ང་རང་ཚོ། གོ་བདེ་བོ་བྱས་ན་དེ་འདྲ་རེད་དེ་བསྟན་བཅོས་གནང་སྟངས་གཞན་འགའ་ཅིག་ལ་ཡང་ཤུལ་དང་ལུས་དང་ཡུལ་མ་ཡུལ་རྒྱུ་དང་ཁྱིམ་གྱི་སྟབས་བདེ་ལ་སོགས་པ་འཛོམས་མེད་ན་དེ་ལོ་ཏོག་དང་མོ་རྫས་ཡག་པོ་སྐྱེ་གི་རེད་བ་སྨྲ་བ་ཡ་བསྟན་བཅོས་དང་དེ་ནང་བཞིན་བྱེད་ཀི་བསམ་པ་ཀུན་སློང་ཡག་པོ་ཨོ་ཡ་དེ་ནས་གོ་རབ་བསྟན་གྱི་སྟོབས་དཔེ་རྩ་ཆེན་པོ་ཨོ་ཡ་དེ་ནས་ད་ཁྱེད་རང་ཚོ་ཨ་ཙི་འདྲེ་བོ་བསམ་བློ་བཏང་བ་དཔེ་ལྟའི་རྩ་བ་ཆེན་པོ་གང་མང་ཚོ་འདི་འདྲ་གི་དེ་ནས་ཨོ་ཡ་དེ་སྐྱེ་བོ་ཀུན་འབུལ་གྱི་དེ་ནི་རྒས་ཤིང་ཞག་གྲངས་དེ་འདྲ་དང་སྐུ་རྩ་ཆེན་པོ་དེ་འདྲ་དེ་ནི་རྣམ་པར་སྣང་མཛད་པའི་ད་དེ་ཚོ་ཀུན་དུ་བསྟན་རྩ་ཆེན་པོ་ཀུན་དུ་ཕྱག་རྩ་བ་ན་སྡིག་པ་དྲག་རྒྱུ་དང། ཨོ་རྒྱལ་བ་སོགས་སོགས་ཀྱི་ཕ་ཡུལ་ཆེན་པོ་གང་མི་མཛེས་ཡོད་བསྟན་གྱི་ལྟོ་ཟེར་དེ་ནི་དེས་ན་གཞན་གྱིས་དེ་ནི་ང་རང་ཚོ་སྡིག་པ་བཤགས་པ་ལ་སུན་འབྱིན་པའི་ལྟོ་ཟེར་སུན་འབྱིན་པའི་ལྟོ་ཟེར་དྲི་གང་ལ་ང་རང་ཚོ་སྡིག་པ་ལ་དགེ་བ་བྱས་བ་ཨ་ཙི་སྔར་རྗེས་ཀྱི་སྡིག་པ་ཁོག་ཏུ་དུག་སོང་བ་ན་ཆགས་ཏེ་ངས་སྡིག་པ་མི་དགེ་བ་དེ་འདྲ་བྱས་བྱས་འདུག་ཧ་གོ་ནས་མི་དགེ་བ་དེ་འདྲ་ཞིག་བྱས་ཡིན་རྫུན་དེ་འདྲ་བརྒྱབ་སྐུ་དེ་འདྲ་བརྒྱབ་ཡིན། མི་དམངས་ཡིད་སེམས་ཀྱི་མི་དགེ་བ་དེ་འདྲ་ཅན་མ་གོ་བའི་སྡིག་པ་ག་ཚོད་ག་ཚོད་ཡོད་སྐྱེ་བ་གོང་མ་ནས་སྐྱེ་བ་བརྒྱ་ཕྲག་སྟོང་ཕྲག་མང་པོ་ཅིག་བླངས་ཚར་བ་རེད་དེ་སྐྱེ་བ་རྣམས་ལ་ནི་སྡིག་པ་མི་དགེ་བ་ག་འདྲ་ཅིག་བསགས་ཡོད་ཀྱི་དེ་ཚོ་ཐམས་ཅད་ལ་འགྱོད་པ་སྐྱེས་ནས་སུན་འབྱིན་པའི་སྟོབས་ཟད། ཨོ་ཡ་དེ་ཡིན་དུས་གང་ལ་དེ་ནི་སྙིང་པོ་ཀུན་ཏུ་སྤྱོད་པའི་སྟོབས་ཟེར་མཁན་ནི་དེ་རང་གིས་ཕྱག་འཚལ་དགོས་བ་ན་ཕྱག་དེ་རང་རེད་དེ་ནི་མ་ནི་འདོན་དགོས་ན་མ་ནི་དང་མ་དར་དགོས་རུ་བགྲང་མཁན་ནི་མ་དར་དགོས་རུ་གཏང་དགོས། དེ་ཡི་དམ་གྱི་ལྷ་དང་ས་བོ་བསྐྱེད་རྫོགས་ཀྱི་དེ་ལྷ་དགོས་ངེས་ན་གང་དགོས་ན་དེ་ནི་དེ་བས། བདེ་མཆོག་གསང་འདུས་དེ་ནི་ཆེས་སྐྱེ་ཚོར་གང་བསྒོམ་དགོས་ན་དེ་ལྷག་ཅིག་དགོས་པ་རེད་དེ་དེ་ལྟ་བུའི་གི་དེ་ནི་དངོས་གཞི་གི་དེ་ནི་བགྲང་རྒྱུ་དེ་དེ་ནི་དེ་ད་ལྟ་ང་དང་འོག་མ་འོག་ལ་ཡི་འགུ་རིན་པོ་ཆེ་རང་གི་སྤྱི་བོའི་གཙུག་ན་བཞུགས་ཡོད་བསམ་པ་བྱས་ནས་དེ་ལ་དེ་ནི་རང་གི་རྩ་བའི་བླ་མ་སུ་ཡིན་ན་དེ་དེ་ནི་གཙོ་བོར་བགྱི་བའི་གི་དེ་རང་འོད་འདྲེ་སོགས་པ་བླ་མ་ཐམས་ཅད་དེ་དེ་དེ་ནི་འགུ་རིན་པོ་ཆེ་གཅིག་ཏུ་ཚང་འདི་ཡོད་བསམ་པ་བྱས་ནས་བགྲང་བ་ཡིན་ན་འོ་ད་དེ་ལ་གསོལ་བ་མ་ལོན་བཏབ་ནས་དེ་ནི་འོད་ཟེར་འཕྲོ་འདུ་ལ་སོགས་པས་བྱས་ན་དེ་དངོས་གཞི་དམིགས་པ་མེད་པར་གང་ཟེར་ཟེར་ན་འདི་དེ་ཟེར། གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས་ཟེར་བ་དེ་རེད། དེ་ནི་ཕྱིན་ཅི་མི་སྐྱེ་བའི་སྟོབས་སུ་ད་ངས་ད་ལྟ་བར་དུ་མ་ཤི་བ་མ་གོ་བའི་དབང་གིས་སྡིག་པ་མང་པོ་བྱས་སོང་ངོ། དེ་ཚོ་ཐམས་ཅད་ད་ཐོ་ལོ་ཤག་སོགས་ད་ཕྱིན་ཅི་ང་རྩ་ནས་བྱེད་ཀྱི་མིན་བསམ་གྱི་གི་དེ་ནི་བློ་ལ་བྱུང་ངོ་དེ་ནི་ཕྱིན་ཅི་གྱི་སྡོམ་གསུམ་གྱི་སྟོབས་ཟེར་ད་ཁྱེད་རང་ཚོ་ཐམས་ཅད་དངོས་གནས་གླིང་མི་དེ་དཔོན་མི་ཡག་པོ་རེད་འདུག་ད་འདས་ལ་དེ་ནི་དེ་འདྲ་རྩ་ཆེའོ་ད་ང་རང་ཚོ་ཏིལ་ལ་བསམ་བློ་བཏང་ཡོང་ན་དངོས་གནས་གི་དེ་ཐུ་བ་གསུང་འབྱོན་མ་དེ་འདྲས་གི་དེ་ནས་གར་བར་ཞུགས་དེ་གི་དེ་འདྲས་རྩ་ཆེན་པོ་རེད་དེ་ཏིལ་གི་དགོན་པ་རྩ་བའི་ལོ་རྒྱུས་དང་གང་འདྲས་དགོས་ན་གང་མང་མཛད་གི། སྔོན་ནས་ཀྱི་བྱིན་རླབས་ཆེན་པོ་དག་དེ་ངེད་ལ་ད་ང་རང་གིས་ད་བྱས་མ་མཐོང་དང་གོ་ད་བྱ་མ་མྱོང་བས་ད་རྒན་རབས་ཚོར་བཤད་པ་ཡིན་ང་དེ་ནས་ང་རང་ཚོ་འདི་ཐུབ་པ་སོང་དུས་མ་ཚོ་སྒང་འདི་གང་ཟེར་ཟེར་ན་ཡ་གི་ནི་དེ་ནས་ཀ་བར་ང་རང་ཚོ་སྤུ་རང་གི་ཡ་གི་ནི་དེ་ནས་ཀར་འདི་གང་རེད་བ་ད་ད་ཁོང་གི་དགའ་ལྡན་གི་དེ་ནས་ལྷ་ཁང་ལ་ཡར་གདན་ཞུས་ནས

ང་ཚོའི་སྦྱིན་བདག་ངའི་གྲྭ་ཚང་མེད་ཟེར་གྲྭ་ཚང་ནི་སྦྱིན་བདག་རེད་བསྒོ་སྦྱིན་བདག་སྦྱིན་བདག་གི་བུ་རེད་བུ་མོ་རེད་ཨོ་གྲྭ་བ་ཨ་ནི་ཁམས་པའི་དེ་མིན་ཆོས་འབྱོར་རེད་དེའི་གཉེར་ཁ་རྐྱང་མཁན་ཐམས་ཅད་ཡང་དེ་ནི་ཨ་ཟེར་ཡུལ་མི་རེད་ཡུལ་མི་གི་ནང་ལ་དེ་ཁ་ཤས་བླ་མ་ཆགས་ཡོད་ཀྱི་ཁ་ཤས་གྲྭ་བ་ཆགས་ཡོད་ཀྱི་རེད་ཁ་ཤས་དགེ་བཤེས་ཆགས་ཡོད་ཀྱི་རེད་ཁ་ཤས་འདྲ་མི་འདྲ་ཆགས་ཡོད་ཀྱི་རེད་ཨོ་དེའི་ནང་བཞིན་གྱི་བསྟན་པ་གནས་རྒྱུ་དེ་ལ་དེ་ནི་སྦྱིན་བདག་དེ་ལ་ར་བསྟན་པ་གཉིས་དང་བཀུར་སྟི་དེ་བཅས་དེ་ཡུན་རིང་གནས་རྒྱུར་བྱེད་ཀྱི་སོང་རེད་ཨོ་དེ་ནང་དེ་ནི་ང་ཚོ་བཟང་ལ་བཟང་པོ་བཏང་ལ་ད་མདང་དགོང་རང་གོ་སོང་དེ་ནི་འབྲི་གུང་སྤྱན་སྔར་གླིང་པ་དེ་ནི་ཕེབས་ནས

སྔོན་ཉིད་ཀྱི་དེ་འདྲའི་གི་བྱེད་བྱ་རྒྱུ་དེ་ཅི་དགེ་བ་ཡིན་ནམ་སྡིག་པ་ཡིན་ནམ་མོད་ཀོ་དེ་ཅད་ཕྱིན་སྐུ་རུང་ཡག་འདུག་དེ་གཉིས་འཇིག་རྟེན་པ་གཅིག་པུ་ཟེར་མ་བླ་མ་གྲྭ་བ་ཚོ་ཡིན་ན་དེ་རེད་དགོན་པ་རྒྱབ་ན་རེད་གྲྭ་ཚང་བཙུགས་ན་རེད་གངས་ཅན་ན་རེད་ཨང་ལོ་གསུམ་གྱི་མཚམས་ཀྱི་དེ་ན་མིང་དང་ཐོབ་དང་སྙན་གྲགས་ཀྱི་བསམ་བློ་ལྡན་ན་ཅག་དེ་ཆོས་རྣམ་དག་ཅིག་མ་རེད། དེ་ཡིན་དུས་གངས་བ་གྲྭ་ཚོ་ཡིན་ན་རེད་ཨང་ཡ་དེ་ནས་ད་སུ་ཡིན་ན་རེད་ང་རང་ཚང་དེ་ཆོས་ག་རེ་ཡིན་ཅེ་ན་ཡང་དད་པ་རྣམ་དག་ག་དགོས་ནས་ཨོ་ཡ་དེ་ནི་གོས་རྒྱུ་མཚན་ཤེས་པའི་དད་པ་དང་དག་སྣང་གི་སྒོ་ནས་ཆོས་བྱེད་པ་ཡིན་ན་ཕ་ཡོན་བསམ་གྱིས་མི་ཁྱབ་པ་རེད་དེ་དེའི་མདུན་དུ་ང་ད་ཁྱེད་རང་ཚོ་ང་ཟེར་གི་ཡོད་ང་ཚོ་ལ་གི་དགོན་པ་དེ་ཡོ་ལོང་དགོན་པ་དེ་གངས་རིན་པོ་ཆེ་ལ་བརྙས་བྱས་ནས་བསྡད་ཡོད་ཟེར་བ་དེ་བདེན་པ་རེད་ང་ཚོ་གཉའ་ལ་ལ་སྒོར་ཡར་བསྟན་ན་གངས་རིན་པོ་ཆེ་མཇལ་དགོས་བ་རེད་དེའི་སྟེང་ཡང་སྒར་གྱི་ཡིག་མགོ་རིག་མགོ་ཚོ་ནས་དེ་ནས་བསྐུར་པར་གངས་རིན་པོ་ཆེ་མཇལ་དགོས་ཡོད་རེད་དེ་ཁྱེད་ཚོ་ལྟ་དེ་རྒྱ་ང་ཉིན་མོ་ད་དེ་ནས་ལབ་ཙེ་ཟེར་བ་མ་རེད་ལབ་ཙེ་རེད་བ།

དགང་བློ་རིན་པོ་ཆེ་ལ་ཡོན་ཆབ་སྲུང་བྱེད་དགའ་ན་ཆེ་མཚོ་སྔོན་པོ་ད་ཐེངས་ཡག་པོ་ཇི་འདྲ་ཡག་པོ་ཅིག་སྔོན་གནས་ཀྱི་ས་ཆ་ལ་ཡོད་མ་རེད་ང་རང་ཁོ་རང་ཁོ་རང་ལ་སོང་ལ་ངས་འདི་ཡོད་ཀྱི་མ་རེད་བསམ་གྱི་འདུག་ཕ་གིའི་རྒྱབ་ལ་བལྟས་ན་ནི་དགང་རིན་པོ་ཆེ་རེད་ཆ་མཐོང་གྱི་མ་རེད་བ། འདི་མགོ་ལ་ལྟ་མཁན་ཡིན་ན་ནི་ནི་ད་ལྟ་བྱེའུ་ལྟར་བཙུན་གོ་ན་ནི་ཅོག་རེ་རེ་མང་མཐོང་གི་མི་འདུག་འདི་གཉིས་ཀར་འདི་འདྲའི་ཆེ་མཐོང་འདི་ཁྱོད་ད་ཁྱེད་རང་ཚོ་གླིང་མེད་ཀྱི་བསོད་ནམས་རེད། ང་རང་ཚོ་འོམ་ལ་རོང་གི་བསོད་ནམས་རེད།

རྒྱང་གྲགས་སོགས་ལ་དྲ་བ་ཁྲིགས་ལྔ་གང་སར་ལྟ་སྐོར་དེ་འདྲ་གི་དེ་ནས་སྐྱེས་པ་སོང་བ་ད་ལྟ་དངོས་གནས་ཀྱི་དེ་ནས་གུར་པ་སྐྱེས་ཆེན་དམ་པ་དེ་ལྟ་བུའི་དེ་བྱུང་ས་གི་གནས་འདི་ང་རང་ཚོ་མགོ་ལ་འདུག་བསྡད་དེ་བས་དེ་ལྟ་སྨན་མོ་ནང་རྒྱུ་ད་ཁྱེད་རང་འདི་འདྲ་མཁོ་རང་རེད་ཟེར། སྨན་མོ་ནང་རྒྱུར་སོང་ནས་དེ་ནས་གུར་པར་སྤྱིར་སངས་རྒྱས་ཐམས་ཅད་ཀྱི་ཞབས་བཅག་གཏེར་དང་གུར་རིན་པོ་ཆེ་དང་ལྷག་པར་དུ་ཡེ་ཤེས་མཚོ་རྒྱལ་དང་དེ་འདྲུག་གི་དེ་ནས་ཞབས་བཅག་བྱོས་ཀྱི་དེ་ནས་སྒང་ཉི་ཤུ་རྩེ་ལྔ་ཟེར་གྱི་འདུག་བ་ད

དེ་ནས་མ་ནི་བར་དུ་གུ་རུ་ག་འདྲའི་གྲངས་ཀ་ཡིན་ན་ཁྱེད་རང་ཚོ་ལས་མི་ཚོ་གི་ག་རེའི་གྲངས་ཀ་ཡིན་ན་ཀུན་སློང་རྣམ་པར་དག་པོ་ཚོའི་སྒོ་ནས་དེ་ནས་རྒྱུ་མཚན་གྱི་སྒོ་ནས་ཤེས་པའི་སྒོ་ནས་དེ་ནས་ཆོས་ཞིག་བྲིས་པ་ཡིན་ན་གང་མང་ཚོས་གིས་དགའ་བར་བཟང་པོ་ཡག་པོ་རེད་ཟེར་གྱི་ད་དེ་ཚོ་ང་བསྟི་སྟང་གི་ལོ་རྒྱུས་རེད། ཨོ་ཡ་ཁྱེད་ཚོ་ཐམས་ཅད་ལ་དེ་སྟོད་སྒྲ་གཏིང་བ་སྐད་ཆ་མ་ཡིན་ཏེ་དངོས་པོའི་གནས་ཚུལ་རེད་དངོས་པོའི་གནས་ཚུལ་དེ་ཧ་མི་གོ་རེད་ང་རང་ཚོ་མང་པོ་ཅིག་གིས་ཨོ་དེ་ཚོ་ཐམས་ཅད་ཧ་གོ་བ་བྱས་ནས་ཨ་ཙི་ད་རང་གི་ལུང་པ་ས་ཕྱོགས་སུ་བསམ་གྱིས་མི་ཁྱབ་རྩ་ཆེན་པོ་རེད་འདུག་ཨ། རྒྱལ་བ་མང་པོ་འདི་རུ་ཆས་པ་ཇག་བྱིན་གྱིས་བརླབས་ཨོ་ཡ་རབ་གནས་བྱས།

སྔོན་རྒྱལ་བ་རྫོགས་པའི་སངས་རྒྱས་བཅོམ་ལྡན་འདས་ཀྱིས་ཞབས་ཀྱིས་བཅགས་བྱིན་གྱིས་བརླབས་འོངས་ཏེ་འདི་ས་འདི་ལ་བྱིན་རླབས་བྱ་གསུངས་པས་དེ་ནང་བཞིན་གུ་རུ་འབུལ་བྱེད་ལ་སོགས་པ་དང། འོ་ཡ་རྗེ་བཙུན་མི་ལ་ལ་སོགས་པ་དང་དེ་ཚོས་ཕེབས་ནས་དེ་ནས་བྱིན་གྱིས་རླབས་ཁོང་རྣམ་པར་ཐུགས་རུ་དེ་ནས་སྦྲུལ་པ་རྒྱལ་བའི་དགོངས་པ་ཉིད་རྟོགས་པ་ཐོབ། དེའི་ས་ལ་བྱིན་གྱིས་བརླབས་པས་སྔར་སྔས་མ་རྒྱལ་བ་གོང་མ་རྣམས་ཀྱིས་ཕག་ལ་ས་ལ་བྱིན་གྱིས་བརླབས་ཆུ་ལ་བྱིན་གྱིས་བརླབས་རི་ལ་བྱིན་གྱིས་བརླབས་ད་དེའི་བྱིན་རླབས་དེ་ད་ལྟ་ང་རང་སོགས་ཀྱིས་དེ་ནས་རྗེ་བཙུན་མོ་དེ་ལ་གསོལ་བ་དེ་བྱིན་རླབས་དུ་ཕྱུག་ཐོབ་བོ་དེ་ནས་གནས་ས་མཁན་དེ་འདྲ་ཟེར་བས་ད་ཡིན་ནའི་མགོན་པོ་མཐོན་པོ་མཐོན་པོ་སྐད་ཆ་བཤད་ན་ད་ཡང་ཟེར་ནས་ས་སངས་རྒྱས་བྱེ་མ་ཆུ་མ་མ་ཀི་ལུང་ནམ་མཁའ་དབྱིངས་ཀྱི་དབྱིངས་ཕྱུག་མ་ཟེར་མཁན་འདྲ་བོ་དང་དེ་ཕུང་པོ་ལྔ་ཐམས་ཅད་ཡེ་ནས་སངས་རྒྱས་ཚོར་བ་གཟུགས་དང་ཚོར་བ་འདུ་ཤེས་འདུ་བྱེད་རྣམ་པར་ཤེས་པ་ཕུང་པོ་ལྔ་ཐམས་ཅད་རྒྱལ་བ་རིགས་ལྔ་ཀྱི་རང་བཞིན་ཟེར་ད་ལྟ་བ་མཐོན་པོ་རྟོགས་པ་མཐོན་པོ་ངོ་ནས་བཤད་ན་ད་དེ་འདྲ་བཤད་རྒྱུ་ཡོད་རེད་ད་དེ་བྱས་ནས་ད་ཅེ་གང་རིན་པོ་ཆེ་ད་ཅེ་མ་གིས་རྩ་བ་བཀོད་ནས་ས་ཆ་གཉིས་ཁྱད་པར་ཆགས་པ་མི་གཅིག་པ་རེད། ད་དེ་འདྲ་ནི་ང་རང་ཚོ་འཇིག་རྟེན་པའི་དགེ་ཚན་ལྟ་བ་དང་རྟོགས་པ་གི་ཕྱོགས་གུ་མ་རེད། དངོས་ལུགས་ཀྱི་དོན་རྟོགས་མི་འདུག་ད་ད་ལྟ་ང་རང་ཚོ་གང་གང་ཧ་གོ་རེད་ཟེར་བ་ནི་སྔོན་རྒྱལ་བ་གོང་མ་རྣམས་ཀྱིས་བྱིན་གྱིས་བརླབས་པའི་དགེ་བསྙེན་ཡིན་འདི་དེ་དངོས་ནི་བསམ་གྱིས་མི་ཁྱབ་ད་ངས་ཁྱེད་ལོ་རྒྱུས་ཅིག་བཤད་དུས་ཁྱེད་རང་འདུལ་བ་ནང་ལ་གང་སོགས་སྒྲོ་བཤུ་དང་ད་འདུལ་བ་དེ་བླ་མ་ཡིན་ན་འདུལ་བ། འདི་ལོ་ལུང་ཡིན་ན་དང་བླ་མ་ཡིན་ན་གཅིག་ན་ཡིན་ས་ཡོད། ང་ནི་ཞིང་ཉིན་བཀའ་འགྱུར་ལོ་གཅིག་ལ་མཇལ་ནས་དེ་འདི་སྣང་བ་གང་གསུངས་འདུག་ཟེར་ན་ད་ལྟ་ང་རང་དེ་བླ་མ་ཚོ་ཆོས་གོས་རྣམས་འདུལ་བ་ཆོས་གོས་རྣམས་ཀྱི་དེ་དང་པོ་གཉིས་ཤོས་དེ་བྱུང་སྟངས་གང་འདྲས་བྱུང་རེད་ཟེར་ན་ང་ཚོ་འདིར་རྒྱལ་པོ་མང་པོ་རེད་དེ་ཆོས་གོས་མོ་གོ་ན་སྣམ་སྦྱར་ཁྱེར་འདོད་འཕྲོ། ཨོ་ཡ་དེ་ནི་འདི་དགོན་གྱི་ཟེར་བ་བཅས་ཕུ་ལུང་གཅིག་ངེད་རེ་དགོན་དུ་བསྡད་རེད་འདུག་ཨོ་ཡ་དེ་འདི་གང་ལ། མར་ད་དེ་ནི་འདི་ཆོས་གོས་རྣམ་སྦྱར་དེ་བྱུང་སྟངས་ག་རེ་བྱེད་ད་ངས་ཁྱེད་ཚོ་འདི་འོན་ཀྱི་ས་ཐམས་ཅད་སངས་རྒྱས་བཅོམ་ལྡན་འདས་ཀྱི་བྱིན་གྱིས་བརླབས་སྟངས་ཤེས་དགོས་རེད་ད། སངས་རྒྱས་བཅོམ་ལྡན་འདས་ཀྱི་བྱིན་གྱིས་བརླབས་རེད་བརླབས་རེད་ཟེར་ག་འདྲས་རེད་ཟེར་ན། དྭང་རིན་པོ་ཆེ་ལ་ཕེབས་ཀྱིས་དྭང་རིན་པོ་ཆེ་ལ་དགྲ་བཅོམ་ལྔ་བརྒྱ་དང་སངས་རྒྱས་བཅོམ་ལྡན་འདས་ཕེབས། ཨོ་ཡ་དེ་ནས་དེ་འདྲས་ཀྱིས་དེ་ནས་བྱིན་གྱིས་བརླབས་དང་དཔལ་བདེ་མཆོག་གི་འཁོར་ལོ་ཡིན་པ་དེ་ཚོ་རྒྱུན་ཚིག་གང་ཟག་འདུལ་བ་ནའང་གསུངས་བཞག་འདུག་འདུལ་མ་བླ་མ་ཡིན་ན་འདུལ་བ་ལུང་ཡིན་ན་གང་གཅིག་རེད། དེ་དེ་ན་གང་སོ་སོའི་ཁང་ལ། སྔོན་རྒྱལ་སངས་རྒྱས་བཅོམ་ལྡན་འདས་དེ་ནས་བསོད་སྙོམས་ལ་ཕེབས་འགྲོ་བའི་གནས།